མི་དེ་ཚོ་ག་འདྲ་བྱེད་འདུག་ཟེར་ན་ཁོ་ཚོ་ཧོལ་གཅིག་ནང་ལོགས་ལ་ཁམ་བུའི་སྐྲ་མང་པོ་བྱས་ཨ་འདི་ནང་ལོགས་ལ་ལས་བྱེད་མང་པོ་གཅིག་ལས་ཀ་མཉམ་དུ་བྱས་ནས་ཆུ་ཚོད་ཉི་ཤུ་རྩ་བཞི་འཁོར་ར་ལས་ཀ་བྱེད་ཀྱི་འདུག་ཨ་དཔེར་ན་ཆ་བཤད་ན་བུད་མེད་གཅིག་གིས།

ཁོ་ཚོས་ཀྱིས། ཀེམ་ར་འཕྲོ་བརླག་འགྲོ་སོང་འདྲ་བོ་བྱས་དེ་ནས་ཨིན་ཏེར་ནེད་ཀྱི་དཔེ་ཤག་རྫོགས་སོང་འདྲ་བོ་འདེད་འདེད་བྱས། ད་ལབ་སྐེམ་འདི་ཚོས་ཀྱིས་ཁོ་ཚོས Professional ཡིན་དུས་ཁོ་ཚོས་ལས་ཀ་འགྲོ་ཆགས་སྒོར་བཏང། ལས་ཀ་འགྲོ་ཡིན་དུས་ཙམ་པ་ལ་ཁོ་ཚོས་སྐད་ཆ་བཤད་སྟངས་འདི་ཚོ་དཔེ་མཁས་པོ་བྱས་ལ་བྲིས་སྟངས་འདི་ཚོ་དཔེ་མཁས་པོ་ཡིན་ད་གའོ་ཞེའུ་ཞེ་བྲིས་ནས་དངུལ་གནས་ཀྱི་བུད་མེད་སེམས་པ་དྲག་པོ་མེད་མགྱོགས། རྟགས་དངོས་གནས་ཀྱི་ལག་ཚེ་ངེས་འདྲ་བ་འདྲ་ཡིན་པ་ཡིན་ན་དེ་ཚོ་ལ་དངོས་གནས་ཀྱི་དེ་ཁ་ལག་པ་རེད། མ་རབས་ཀྱི་ཐོག་ནས་སེམས་དེ་ཀུ་ཐུག་གི་འདུག་ཨ། འོན་ཏེ་རེད་ཤག། དེ་ནས་ཁོ་ཚོས་ཀྱི་ག་ལེ་ག་ལེ་ཨ་ནི་ང་ཁྱེད་རང་ཐུག་འདོད་འདུག་འདྲ་བ་འདི་ལ་ན་ནི་ཐུག་ག་ཡོང་ཡ་ལ་གནམ་གྲུ་འདི་གས་ཉུལ་འདི་མེད་འདྲ་བ་འདྲ་བྱས་ར་བ། དེ་འདྲས་ཀྱི་རྙོག་དྲ་ཆེ་ཁ་ཤས་ཀྱི

ངའི་ཕ་མ་རྩ་ནས་ཕ་མེས་ཀྱིས་ང་ལ་རྒྱུ་དང་དཔལ་འབྱོར་མང་པོ་ཞིའུ་ཅིག་བཞག་སོང་ཟེར། ཨ་ནི། དེ་ཚོ་ང་ལ་ར་ཡ་ལ་ཕ་མེས་ཀྱིས Condition ཅིག་སྤྲད་སོང་ང་ཡིན་གཅིག་མིན་གཅིག་ཆང་ས་རྒྱག་པར་ལག་འདུག་ལ་ན་ནི་ཆང་ས་བརྒྱབ་དང་འདྲ་བ་འདྲ་ལ་ཡོད། ད་ཆང་ས་བརྒྱབ་པ་དང་ལ་ཡ་དེ་གིས་འདིར་ལྟ། མང་ཆེ། སོ་སོའི་ལུང་པ་ནས་ལུང་པ་གཞན་པ་ཅིག་ལ་འགྲོ་ཐུ་ཡ་བྱེད་དུ་གང་མགྱོགས་མགྱོགས་འགྲོ་ཐོས་རྗེས་ད Green Card འགྲོ་འོང་རྗེས་ད་ཨ་རི་ལ་གཅིག་འགྲོ་གཉིས་མི་གཅིག་འགྲོ་གཉིས་འགྲོ་གི་ཡོད་ན་ཨ་ནི་བུ་མོ་དེ་ལ་ང་ནི་ཆང་ས་རྒྱ་བ་ཡིན་ན་ཨ་ནི་ངའི་ཕ་མེས་ཀྱི་རྒྱུ་དཔོན་ཆུང་ཚང་མ་ངའི་ང་ལ་སྤྲད་གི་རེད་དང་དེ་འད་གི་རེད་ཤག་ད་སྐད་ཆ་མང་པོ་འདུག་ཁ་ཤས་ཀྱི་ཡང་ངའི་ཕ་མ་ན་གི་འདུག་ངའི་སྤིན་རྒྱ་ན་གི་འདུག་དེ་འད་གི་ཨ་ནི་ད་ལྟ་གནས་སྐབས་རེད་ང་ལ་སྨྱུ་ཡིག་བཀོ་འདུག་ལ་ནི།

གཟབ་གཟབ་བྱེད་དགོས་ཡ་དེས་རེད་བ་སྤྱི་བཏང་ནད་རྟགས་འདི་ཚང་མ་ལ་དུས་ཚོད་འཕྲོ་བརླག་རེད་ཁ་ཆེན་ཟེར་ན་མི་ཕ་ཆོག་སྐད་མ་བྱེད་ངན་པ་འདྲ་བ་བྱེད་བསྡད་ར་བྱས་ཙང་དུས་ཚོད་བཞུར་ཅིག་འཕྲོ་བརླག་འགྲོ་ནི་གྲུབ་འབྲས་དོན་ཡ་མི་འགྱོག་འདི་གང་ལ་ཕ་ཆོག་འདི་གི་སོ་སོ་ལ་དངོས་གནས་ཀྱི་མ་དགའ་བ་བྱས་དཔེ་ཤག་དོན་དག་དང་ཅིག་ཤུ་གུ་དོན་དག་དང་དེ་འདྲས་ཆེད་དུ་ཨ་ནི་ཡིན་དགའ་གི་འདུག་དང་དེ་འདྲས་ཀྱི་སྐད་ཆ་བྱ་དགོས་ར་ཨ་ནི་ཡིན། ཡིན་ནའི་འདུག་ཤོད་ཀྱིས་འདི་རེ་བཞག། སུ་སུས་ཀྱི། སུ་ལ་ཉན་ཁ་ཆ་ཡས་ཀྱི་འདི་འདུག་ཟེར་བ་ཉན་ཁ་འདི་འདུག། ཁ་ཆེ་ཟེར་ན་ཁ་ཤས་ཀྱི། ངའི་ལུང་པ་ལ་ང་ཐུགས་ཁག་ཤོར་འདྲ་བོ་འདི་བྱས་ར་བ། ཨ་ནི་དཔེར་ན་ཆ་བཞག་ན་ཨ་ཧྥེ་རི་ཀ་ལ་ཕ་ཐུགས་ཁག་ཤོར་འདྲ་བོ་བྱེད་སླ་བ་ཡིན་ར་བ།

ག་རེ་ཡིན་ནས་སྟོང་ཕྲག་མང་པོ་ཁྱེར་ནས་འགྲོ་ཕ་གྱར་ཐུག་ག་འགྲོ་དུས་ཕལ་སྐད་ལ་ཀླད་དུས་ཙམ་པ་ལ་ནི་ཚང་མས་ཀྱི Group Gang ཁོ་ར་གྱི་ཉེ་བརྡ་བཏང་ཡ་ཁ་ཤས་ཤི་ཀྱོག་དེ་འདྲས་བྱུང་ཤ་ཟ་ར་བྱེད་ཚང་ཟབ་ཟབ་བྱེད་དགོས་ཡ་ཧོན་དེ་རེད་འདུག་ཁ་ཤས་ཀྱི་ཨིན་དྲ་ལ་གི་རེད་ང་ལས་ཀ་དཔེ་ཡག་པོ་བྱེད་ཀྱི་ཡོད་ཨ་ནི་ག་ལ་བར་ཧུང་ང་ལ oil company འདྲ་བོ་འདྲ་ཡོད་ནི་ཅིག་མང་པོ་ཡོད་ལ་ནི་དང་པོ་གཉེར་ལ་དཔལ་འབྱོར་ཞེ་བོ་ཡོད་མགྱོགས་ཀྱི་རྣམ་པ་འདྲ་བོ་འདྲ་བསྟན་ཨ་ནི་ག་ལེ་ག་ལེ་ལ་ངེད་ཀྱི་གི་གར་ཟ་སྙུས་ཚང་མ་ལོ་ད་ལྟ bank ནང་ལ hold ཆགས་སོང་ད་ལྟ་བེད་སྤྱོད་བཏང་ཐུག་མི་འདུག་སྟོན་ཐུག་མི་འདུག་བྱས་ཙང་འདིའི་སྟོན་ཐུག་ཡ་བྱེད་དོ་ཁྱེད་རང་གི་གནས་སྐབས་དེ་ང་ལ་བེ་ཤ་དེ་འདྲས་ཅིག་བཏང་ད་ལ་ནི་ཉོག་དྲ་ཞེ་མེད་དེ་འདྲས་ཡོད་རེད་ད། པར་ལས་ཀྱི་མང་ཤོས་སྐབས་ག་ལ་བ་རེད། སུས་ཀྱིས་པར་དེ་ཚོ་བོད་ཆུ་བཏང་གི་འདུག་ཟེར་ན། ད་ལྟ་ཨ་རི་ལ་དམག་མི་དམག་ལ་གྲོང་འགྱུར་གྱི་དམག་མི་དང་དམག་དཔོན་དེ་འདྲ་ཡོད་རུང། དེ་ཚོས་ཀྱིས་པར་དེ་ཚོ་ཨིན་ཐེར་ནེད་ནས་རྐུ་མ་བརྒྱབ། མིང་དང་ཚང་མ་རྐུ་མ་བརྒྱབ།

སྟབས་དེ་ནི་ཆ་ཤས་ན་ད་ལྟ་ཇར་མན་གྱི་མི་དེ་འདྲ་བོ་བྱས་ན་དེ་ལ་ད་སྙིང་རྗེ་བོ་ཡོད་ལ་དཀའ་ལས་དཔེ་ཁྲེའུ་རེ་སྦེང་ནས་དཔེ་ཤ་སྟོན་ཐུབ་མི་འདུག་བསམ་ནས་མྱུལ་སྐོར་མྱུལ་སྐོར་སྟོང་ཕྲག་སྟོང་ཕྲག་སྟོང་ཕྲག་བྱས་ནས་ད་དེ་འབུམ་གཅིག་བཏང་རྒྱུ་གི་གནས་སྟངས་དེ་འདྲས་འདུག་ར་ང་ནི་རྗེ་ལ་བལྟ་དུས་བསམ་པ་ལ། མི། རྐུ་མ་རྒྱག་ས་ཀྱི་མི་བྱོས་ར་འདི་མི་གྲོངས་ཚར་རྒྱོ་ཡིན་པ་ཧ་གོ་དུས་ཨ་ནི་ཕྱི་དྲ་བ་ར། ད་ཡག་པོ་ཅིག་ལ་བུད་མེད་ཁ་ཤས་ཅིག་གིས་པུ་ལིས་ལ་པུ་ལིས་ཀྱི་སྐད་བཟོས་ནི་ཨ་ནི་ཁོ་ཚོ་ལས་ཀ་ཤུགས་ཆེན་པོ་བྱེད་ནི་ད་ན་ཁྲི་མི་ནལ་ཁ་ཤས་ཅིག་ཇུས་ཐུག་ཏུ

ཀ། ཨ་ནི་དེ་ནས་ག་ལི་ག་ལིའི་བུ་མོ་དེ་གིས། སྨྱུ་གུར་དང་དང་དེ་འདྲ་དེ་འདྲ་བྱེད་དུས་བརྩམས་པ་ལ་ཡིན་རྒྱུ། སྨྱུ་གུར་ནི་ཕ་ཅོ་འབྱོར་ས་ཀྱི་ཕོ་ཁྱོ་ག་ཅིག་རེད་དོ། བུ་མོས་ཀྱི་པ་རེ་བུ་ཅོ་བཏང་ངོ་འདི་ཕྱི་ནས་གཟབ་གཟབ་བྱེད་དགོས་ཀྱི་གལ་ཆེན་པོ་རེད་ཤགས། ད་ད་ད་ཆང་ས་ལ་ཡས་ཀྱི་འདི་རེད་ཤགས། ཆང་ས་དབུ་སྣོད་ཀྱི་རྒྱབ་ཚ་བ་ཡིན་ན། ཨ་ནི། མང་པོ་ཅིག་གིས་དང་པོ་གཉེར་ལ། ཆང་ས་རྒྱག་ས་ཀྱི་བུད་མེད་ཡིན་ནའི་རེད། བུ་ཡིན་ནའི་རེད་འདི་གི་རྒྱུ་དཔེ་འཇོག་དེ་ཚོ་གང་མགྱོགས་མགྱོགས་འཕྲོ་ལ་ཁ་ལོག་རེད། མ་རབས་ཕྱི་ནས་འཕྲོ་ཡས་ཀྱི་ཐབས་ཤིག་བཏང། ཨ་ནི་འདི་ཚགས་དུས་ཙམ་པ་ལ། Sorry།

ཚང་མ་བསླུས་ནས་ངེད་ཀྱི Profile དེ་བེད་སྤྱོད་གཏང་གི་འདུག་མིང་དང་པར། ད་ད་འདས་ཀྱི་ངེད་ཀྱི Facebook Profile པར་དེ་རེད་མི་འདུག་ངེད་ཀྱི་པར་གཞན་པ་ཅིག་བསླུས། ཨ་ནི་མིང་དང་ཚང་མ་བེད་སྤྱོད་གཏང་གི་འདུག་ར། ད་ངེད་ཀྱི།

རྒྱ་མོ་ཡིན་པ་ལ་སོགས་པ། ཡང་ཅིག་ཕྱི་རྒྱལ་གྱི་བུད་མེད་ཡིན་པ་ལ་སོགས་པ་ཡང་དེ་ནས Asian Country གཞན་པ་གྱི་བུད་མེད་དེ་འདྲས་ཡིན་པ་ལ་སོགས་པ་གིས Friendship Request བཏང་ནས་ཡང་ནི་ཡི་གེ་བྲིས་ཡ་འདྲ་བོ་འདི་ཅག་ནི་ཁྱེད་རང་ཚོ་སེམས་པ་འདྲ་བོ་ཤོར་བྱེད་དུས་ཕ་ཇོ་འདི་ཡང་ཁ་ལོག་རེད་ཅིག Fake Profile ཡིན་ན་ཡང་ནི་སེམས་ག་ཚོད་ཕངས་སར་ར་བཅད་ལ

ང་ལ་ཅིག་ཙིར་ད་ལྟ་ངས་དེ་འདྲའི་ཏོ་ཨ Messenger ག་ལ་འཚམ་འཚམ། སྙེ་མ་དེ་བ་ལ་དྲ་རྒྱ་འགོ་བཙུགས་དུས། ད་ལྟའི་གི Profile དེ་ཉིས་སྟོང་བཅུ་བདུན་རེད། བཅུ་དགུ་རེད་དེ་བ་དེ་འདྲའི་ཅིག་ལ་ངས་འགོ་བཙུགས་རྒྱུ་རེད། ཨ་ནི། ང་རང་གི Strategy དེ་འདི་ཡིན་པ། གང་མགྱོགས་མགྱོགས་ངེད་ཀྱི། ཚང་མ་གཅིག་ག Video Telephone བྱས་ཀྱི་ཐབས་ཤེས་གཏང་རྒྱུའི་ང་རང་གི་ཡིད་ཆེས་མེད་ན་ད་ཅི་ད་ནས་ད Facebook Profile ནང་ལོག་ནས་བོད་པ་ཡིན་མིན་པ་འདི་ག་བོད་དོན་ཐོག་ལ་བྲིས་རྒྱོ་བོད་རྒྱལ་ད་ཡོད་རྒྱོ་གོང་ས་མཆོག་གྱི་སྐུ་པ་ཡོད་རྒྱོ་དེ་འདྲས་ཡིན་ན་ད་བོད་པ་དངོས་གནས་ཡིན་པ་ཧ་གོ་ད་གཞན་པ་ཡང་རྒྱར་རྒོ་དེ་འདྲས་མེད་འགྲོ་བསམ་ཡང་ཡང་དེ་ས་ཕ་ནེ་པ་ལུང་པ་གཞན་པ་གྱི་མི་དེ་འདྲས་མེད་ནོ་མེད་འགྲོ་བསམ་མེད་དེ་འདྲས་ཀྱི་འཚོ་བ་དེ་འདྲས་སླེ་གི་འདུག་ན་རང་བ Friendship།

ད་ཡིད་ཆེས་ཆགས་ཀྱི་རོ་ཨ། སྙིང་རྗེ་ཨ། ང་ལ་དངོས་གནས་དགའ་སྐྱོ་ས་རེད། ངས་ཁ་བ་ན་ལ་ང་དེ་འདྲའི་དངུལ་སྤྲད་སོང་དེ་འདྲའི་བསམ་ངན་དེ་འདྲ་ཡོད་ན་རོ་ཨ། ཨ་ཡིད་ཆེས་ལ་ཨའི་དེ་གཅིག་སླེ་ཚ་དུས་ཨ་ནི་དེའི་སྒང་ལ་བརྩེ་བ་ལ་ཨའི་དེ་གཅིག་སླེ་ཚ་དུས་ཨ་ཁ་ཕྱོགས་དེ་གི་ཐོབ་ཐོབ་ལ། ཨོ། ད་ང་ལ་དངུལ་འགོ་ཏུ་བཏང་དེ་འདྲས་དེ་འདྲས་བྱས་ནས་ཨ་ནི་ཚུར་ཏེས་གཅིག་བླུགས་རྒྱོགས་བྱས

ཕོ་དང་མོའི་གི་བར་ལ་ཅིག་དགའ་པོ་བྱེད་ཡག་སེམས་ཀྱི་བརྩེ་བ་ལས་འོན་འདི་སྐོར་ལ་བཤད་ཀྱི་ཡོད་ཨ། འོན་འདི་རེད། ད་གཉིས་ཀྱི་གཅིག་ལབ་པའི་ཡིན་ང་དྲན་པ་བརྗེད་ཤག་ཨོ། ཧུ་ཧུ་ཧུ་ག་རེ་རེད། ཧོ། ད་དེ་འདྲའི་ལག་ཁྱི་བརྩམས་པ་ལ་ནི། གལ་ཆེན་པོ་དེ་བེ་ཅོ་ཏྲ་ལ་ཕོན་བྱེད་ཀྱི་ཡིན་ལ་ནི་ཤཱཀྱ། ད་ད་ལྟ་ངེད་ཀྱིས་སྐད་ཆ་བཤད་དགོས་ཨེ་དེ་ངེད་ཀྱི Documentary འདི་གཅིག་པོའི་གི་ཐོག་ནས་མིན་པ་བྱས་ངེད་ཀྱི་ད་དུས Research ཨོས་མང་པོ་བྱས་ང་སྤྱི་ལྟར་ནས་ང་གཅིག་སྐད་ཆ་དེ་འདྲའི Topic མ་འདྲ་མ་འདྲ་ཐོག་ལ་བཤད་དུས་བརྩམས་པ་ལ་ངེད་ཀྱི་ནམ་བཟའ་ངེད་ཀྱི་སེམས་པ་བསམས་པ་དང་དྲན་པ་དང་ངེད་ཀྱི

ཁ་ནས་ཅིག་དོན་མགྱོགས་འདི་ཡང་ང་ནོར་འཁྲུལ་བཟོས་ན་ཡག་པོ་མི་འདུག་བསམ་གྱི་འདུག་ཁ་ཅིག་ན་ན་ང་རང་གི་ད་ལྟ site ལ་ཅིག་ཟུར་ལ message སླེབས་རྒྱུ་མང་པོ་བྱས་ནས་འདུག་གང་རང་དོ་སྣང་བྱེད་དུས་བསམ་པ་ལ་ང་ལ་ཡིད་ཆེས་བྱེད་ཀྱི་འདུག་ཡིད་ཆེས་བྱེད་པ་ལ་དཔའ་བའི་ཉིད་ཀྱིས་ཡིད་ཆེས་འདི་བླ་མ་གཅོད་བྱེད་དོ་ཉིད་ཀྱིས་ཁ་ནས་དོན་མགྱོགས་འདི་གང་བྱུང་བྱུང་གི

ཁ་ཆེ་ན་ན་དེ་ཚོ་གི་གོ་བརྡ་ཡོད་དགོངས་རེད་རྒྱ་མི་ལའི་དེ་ཚོ་སྤྱི་བཏང་ནས་ང་རང་ཚོ་མི་རིགས་ཀྱི་དགྲ་ཆགས་དགོས་རེད་ཁོ་ཚོའི་གི་གཞུང་གི་དངུལ་སྤྲད་རྒྱོ་ཐོག་ནས་མི་འབུམ་ཁ་ཤས་ཅིག་དང་ད་ག་རང་གི་ཆེད་དུ་ལས་ཀ་བྱེད་དགོས་རང་ང་ཚོའི་སྤྱི་ཚོགས་ནང་ལོ་ལ་དཀྲུག་གཡས་བཞི་དུ་ད་ག་རང་གི་ཐོག་ནས་ལས་ཀ་བྱེད་དགོས་རེད་བྱས་ཙང་རྒྱ་མ་གྲོངས་འདྲེས་གི་ཅིག་མེད་ཕྲན་ཕྱིས།

ག་ལོག་རེད། སུས་ཀྱིས message བཏང་བཏང་འདྲ་བོ་ཅིག་རེད་དོ། ད་མི་རིགས་གཞན་པ་དེ་འདྲས་ཀྱིས་བཏང་གི་འདུག་ཨ། ཨ་ནི་དེའི་བཏང་དུས་ཙམ་པ་ལ་ག་འདྲས་རག་གོ་ར་བསམ་གི་འདུག་ཨ་ཡང་ཅིག profile དེ་ཚོ་མི་དེ་འདྲས་མི་ལས་མང་པོས་ཀྱིས facebook བོད་ཆུ་བཏང་གོ་རེད། profile ད་བོད་པ་ནང་རྒྱུད་ད་ང་ཚོ་བར་གང་མ་ཤི་མེད་དུས་ང་ཚོའི་ནང་རྒྱུད་ལ་འབྲེལ་བ་བྱས་ཏེ་ཁྱེད་ཆེན་པོ་དང་ང་ཚོའི་ཕ་ཚོ་ཧ་གོ་གོ་ར་ཡང་དཔེ་ན་ཆ་བཞག་ན་ང་འདྲ་བོ་ཅིག་ན་ང་ལ་ངེད་ཀྱི Friendship Circle ནང་ལོགས་ལ་ཆོས་པ། ཏིག། ནང་པའི་ཀྱི་ཆོས་ལ་དོ་སྣང་ཡོད་ངེས་དང་དེ་འབྲེལ་ལ་ཡང་ང་དམིགས་བསལ་གྱི་དོ་སྣང་སྤྲད་ངེས་དྲུག་ཏུ་ཁ་ཆེམས་ལ་ན་དེ་ཚོའི་མཉམ་པོ་ཏིག Online གྲོགས་པོ་ཡིན་པའི་གནས་ལས Offline ཅིང

ཀྱང་རྐོ་རེད་བས་གཟབ་གཟབ་དཔེ་བྱེད་རྒྱུ་ཡོད་ངེས་ཀྱང་འདྲ། རྟ་ཡ་དེ་ཚོ་ལ་བོད་སྐད་རྒྱབ་བཞིན་གྱི་འདུག་བས་བོད་པའི་གི་གནས་སྟངས་ཐོག་ལ་ཧ་གོ་གི་འདུག་བས། བོད་པའི་གི་རྒན་རབས་ཐོག་ལ་ཧ་གོ་གི་འདུག་བས་ལ་ནི་རྟ་དེ་ཚོ་ཚང་མ་ལོ་དཔྱད་པ་བྱེད་རྒྱུ་ཡོད་ངེས་ཀྱི། ཨ་ནི།

ཁོ་ཚོའི་གི་བརྟན་པོ་ཡོད་མ་རེད་ར་ཁོ་ཚོའི་གི་ཁོ་ཚོ་འཕྲོ་བརླག་བྱེད་ནས་ལས་ཀ་བྱེད་དགོས་རེད་རྒྱ་མི་གཞུང་ལ་ར་བྱས་ཙང་ད་ལྟ་བོད་པའི་གི་ཕོ་གསར་གི་ཀླད་པ་འཁྲུག་བཅོས་བྱས་ད་ང་ཚོའི་གི་ཀླད་པ་འཁྲུག་ང་ཚོའི་གི་མི་རིགས་གི་སེམས་ཁམས་འདི་བདེ་བོ་མེད་པ་བྱས་ན་ང་ཚོ་བོད་གི་རྩ་དོན་ལ་ལས་ཀ་བྱེད་ཐུག་མ་ར་དེ་ཚོ་ཚང་མ strategy རེད་ད politics རེད believe me okay on this point འོ་འདི་ལ་ཡིན་པ།

སོ་སོའི་གི་ལོག་པ་ནང་ལོག་ལ་བརྫུན་གྱི་གྲོགས་ནི་ཡང་ནི་ཡིད་ཅིག་དགའ་གི་ཡོད་བ་འདྲ་བོ་འདི་བྱི་ཡ་དང་ཆང་ས་རྒྱག་གི་ལ་ཡ་དེ་ཚོ་དེ་ཚོའི་བྱུང་ཁོག་རེད་ས་བྱས་ཙང་བུད་མེད་ཚོ་གཟབ་གཟབ་བྱེད་དགོས་འདི་གལ་ཆེན་པོ་རེད་ཤ་ས་ཕོ་ཁྱོ་ག་དེ་ཚོའི་གཟབ་གཟབ་བྱེད་དགོས་དེ་འདྲ་རེད་ཤ་ས་ང་རང་གི་མཐོང་སྐྱོ་རང་ལ་བུད་མེད་ལས་ཨེ་འདྲ་བྱུང་ཤ་དགའ་བོ་འདྲ་བོ་བྱས་ཆང་ས་འདྲ་བོ་ཅིག་རྒྱབ་གི་ལབ་དེ་ནས་ཚུར་གནས་དུས་ཙམ་པ་ལ་ནི་དྲོད་གྲོགས་ནི་བུ་མོ་གཞན་པ་མཉམ་པོ་དྲོད་གྲོགས་བྱེད་ཞེས་དང་ཡང། ཁྱོ་ག་གང་ཤེས་ཡིན་ཡང་སྐྱེ་མེད་ཀྱི་བུ་མོ་གཅིག་གི་བཀའ་ཡི་དུག་ལ་ནི་ཡང་སུ་སུ་སོའི་ཡི་ཙག་ལ་ཁྲིའི་ལས་དུ་བརྩམས་པ་ལ་ནི་དེ་ནས་ཡང་ཡ་མེད་བཏང་ནས་དྲོད་གྲོགས་ཡང་སུ་སུའི་གི་དགའ་རོགས་དེ་ཚོ་ཁྲིད་ཡོང་ཞེས་དང་འོ་འོ་ཁྲིད་ཡོང་ཞེས་དང་འོ་འདི་རེད་ཤག་ད་ངེད་ཀྱིས་ད་ལྟའང་སྐད་ཆ་འདི་བུ་དེ་དང་བུ་མོ་དེ་གཉིས་ནི་མ་ཝིའི་བཤེས་གཉེན་དེ་གཉིས་གཉིས་གཅིག་པོ་སྡུག་ཅག་རེད་དེ་འདྲ་བསམ་གྱི་དེ་གཉིས་གཉིས་གཅིག་པོ་སྡུག་ཅག་ཡིན་པ་གཉིས་ངོས་འཛིན་བྱེད་ཀྱི་མེད། དེ་གཉིས་མཉམ་གཏོང་ཡས་ད་ད་པར་ན་ཡོ་ར་ལས་ཀ་བྱེད་ལ་ད་རྒན་འདྲ་བོ་ལས་ཀ་བྱེད་འོ་ར་དཔེ་ན་ཆ་ཤས་ན་ལུང་པ་གཅིག་ལ་བུ་གཅིག་དང་བུ་མོ་གཅིག་དགའ་བོ་ཞེ་བོ་རེད་ད་དཔེ་ཆམ་པོ་ཡོ་ར་ཨ་ནི་བུ་དེ་གཉིས་བུ་མོ་གཞན་པ་གཅིག་ལ་ཆང་ས་རྒྱག་གི་ཡིན་ཟེར་ནས་བུ་མོ་དེ་ལ་ལར། ཨ་ནི། ང་འགྲོ་ཚར་དུས་ངས་ཁྱེད་རང་འཐེན་གི་ཡིན་ལར། ད་དེ་འདྲའི་བྱིས་པ་ཡིན་ན། ཨ་ནི། བུ་དེ་གིས་གཞན་པ་གཅིག་ལ་ཆང་ས་བརྒྱབ་ཨ་ནི་ཕེ་གེ་ལ། ཁ་དྲན་ཨ་ནི་བུ་མོ་དེ་འཐེན་ན། བུ་མོ་དེ། Crime། ལ་པར་ཏི་འགྲོ་བ་ཅིག་ཆགས་སོ། བུ་མོ་ད་ག་རང་གིས། བུ་མོ་བུ་མོས་གཞན་པ་གཅིག་གི་མི་ཚེ་འཕྲོ་བརླག་བཏང་དགོ་ར། བྱས་ཙང། དེ་འདྲས་བྱེད་ན་ཡག་པོ་ཡོད་མ་རེད་ས་ལས་རྒྱུ་འབྲས་ཀྱི་རྩ་བ་ཉིད་ནས་བཞག་གི་མ་རེད་ས་ལས་སྦྱིན་པ་ག་ཅིག་ལ་ནི་བུ་མོ་ལས་དེ་སུ་སུ་སུ་ཀྱི་མི་ཚེ་ལ value དགོ་རོགས་ཨ་ཡ་སུ་སུ་ཀྱི love ལ value དགོ་རོགས་ཨ་ཡ་སུ་སུ་ཀྱི་དགའ་ས་ཕོ་ས་བྱེད་ཀྱི་དེ་འདྲས་སྤྱོད་པ་སྡུག་ཅག་བྱེད་ཀྱི་ཡོད་ན། ཨ་ལི། མི་ཚེ་བརྟན་ཐུབ་ཀྱི་རེད་བས་ལས་བྱོས་ཨ་ཡ། མི་ཚེ་ད་ནི་ཨུ་ཚུགས་བསྐྱབས་ནས་བསྡད་དེ་ནས་སྐྱིད་པོ་ཡོང་གི་རེད་ལས་བྱས་ལ་མི་ཚེ་ཐུང་ཐུང་བྱེད་པས། འདི་ཐུང་ཐུང་འདི་རུ་ལ་རོ་ཨ་ཡ། མི་སུ་སུ་ཀྱི་སེམས་ནས་གུས་ཞབས་བྱེད་མ་ཐུབ་ས་ཅིག་གི་མི་ཉམས་པོ་མི་ཚེ་གང་ཚ་ཆང་ས་བསྐྱབས་ནས་བསྡད་དེ་ན་དགའ་ས་རེད།

ཁ་ཤས་ཀྱིས་དངོས་གནས་ཐུགས་ཀྱི་ཡིན་ལས་ཀྱི་ཨ་ནི་ཕེ་ཁེ་ལ་ཐུགས་ཁ་འགྲོ་དུས་ཙམ་པ་ལ་ད་དཔེར་ན་ཆ་ཤས་ན་ཨ་རི་འགྲོ་བཞིན་པ་ན་ཨ་རིལ་ཐུགས་ཁ་འགྲོ་བ་ཆ་ཤས་ཤིག་ར་ཕེ་ཁེ་ལ་ཐུགས་ཁ་འགྲོ་དུས་ཕེ་ཁེ་ལ་མི་དེ་མེད་སྐྱོག་དེ་ཡི་ཚབ་ལ་མི་གཞན་པ་དེ་འདྲ་བཏང་རྒྱུ་འདྲ་འདུག་ཨ་ནི་ཕ་ཆོས་ད་གང་བྱེད་མ་བྱེད་ར་མི་སུ་སུའི་གི་པྲོ་ཕཱིལ། གཅིག་མཐོང་སྐྱོ་བརྗོད་ར་སྐད་ཆ་བཤད་ས་འདི་དང་མི་འདི་བེད་ཁོ་ར་ལོ་ག་ཡིན་སྐྱོ། ཨ་མྱེས་ག་རེ་སྡུག་ཅག་མཐོང་གི་འདུག་ཟེར་ན། དམག་མི་དམག་དཔོན་གྲོང་སྐྱོ་དམག་ལ་གྲོང་སྐྱོ་དེ་ཚུལ་གྱིས་པར་དེ་འདྲའི་རྐུ་དམག་རྒྱ་ནི་སྙིང་རྗེ་དངོས་གནས་ཆེ་ན་རེ་སྤེག་བྱེད་དགོས་གོ་ར་དམག་དཔོན་དེ་ཚོ་ལ།